སྤྱིར་བཏང་ད་ཐེངས་འདི་ཚོགས་འདི་བཞུགས་ནས་དར་ང་རང་ལ་དུ་གི་ཆུ་ཟིག་གི་བག་ཆགས་བཞག་ཐ་ཟིན་ན་མ་ཟི་གོ་རྒྱུ་ཧ་ལས་བ་གི་གཟུགས་རྒྱུ་ཅན་ཟི་ཡིན་ནོ་མ་ཟི་གོ་ནོ་རང་སང་གི་མྱི་ཟི་མིན་ནོ་ཨ་ནི་མ་ཟི་གོ་རྒྱུ་བའི་འཛི་གི་ཅིག་ལྷ་མོ་བའི་ཅིག་རྣམ་ན་འཕུར་འགྱོ་གི་ནི་དེ་མི་གི་སྣང་ཟི་བཞིན་འཇོག་ཟིན་ངུ་ནི་རེད་ད་ངུ་ནི་ཀྲང་ནི་གི་དུ་མ་ཟི་གོ་རྒྱུ་སྤྱིར་བཏང་གི་མི་ཟི་ར་ཚེ་སྲོག་ཟི་ཡོད་ར།

དེར་གཅིག་ཡིན། དེ་ནས་སྣ་ཁ་གཉིས་པའོ། སྤྱིར་བཏང་ངའི་ལྟ་སྟངས་ཀྱིས་དེ་ནི། ང་གཅིག་དམིགས་བསལ་གྱི་ཁ་བརྡ་ཡིག་འཇོག་རྒྱུ་མེད་ཡིན་ནའང་ངས་འདི་ནས་རྣམ་པ་ཚོ་ལ་དེ་ནི་སྙན་ཞུ་ཟེར་རྒྱུ་ག་ཡིན། འདིའི་སྙན་ཞུ་དེ་གང་ཡིན་ཟེར་ན། ངས་འདིའི་ལས་ཀ་ལས་ནི་ད་ར་ད་ལོ་རྡོག་རྡོག་ལོ་བརྒྱད་ཀྱི་ཁ་གང་སོང་གི། ནས་སྤྱིར་བཏང་དེ་ནི། སྤྱི་ཚོགས་ཟེར་བ་རྒྱུ་ཧ་ལས་བ་གི་དེ་ནི་རྙོག་འཛིང་ཅན་ཟིག་རེད། འདི་གཅིག། དེ་རིང་ང་གཅིག་ཁོམ་གི་ངའི་མང་ཚོགས་ཀྱི་ནང་སོང་ཁ་བརྡ་ཟེར། ཨ་ནི་དེའི་མཐའ་འཁོར་གྱི་ངའི་ཁ་ཤས་ཟེར་གཅིག་བྲིས་ནས་བསྡད་ཆོག་གནད་དོན་ཅི་ཟོག་གི་ཆུ་ཟོག་གི། དེའི་ས་གནས་ཀྱི་དེ་རིང་གནད་དོན་དེ་གོ་སོང་ནི་རེད་ཟེར་ན་རྩ་བ་ནས་མ་རེད།

ཨ་ཆུ་འདིའི་ཐོག་ཞིག་རྒྱག་དགོས་བསམ་གི། དེ་ནས་ད་ངའི་ལས་ཀའི་ལས་འོག་ནས་གོ་རིམ་ཁྲོད་དུ་ད་ཧོ་ཞིག་ན་ཨེ་ཙི་རྡོག་རྡོག་གི་ཐོག་ནས་ཡིན་ཆོག་དེ་ལས་ཀའི་ལས་འོག་ནས། ད་དེའི་ཐོག་ནས་ངའི་ལས་ཀའི་ལས་འོག་ནས་གོ་རིམ་ཁྲོད་དུ་ངས་ཆི་ཟ་ཞིག་ད་ཟེར་ན། དེ་རིང་ཁར་ཙང་ཨ་ཆུ་འོག་གི་ས་གནས་ཟ་གལ་ཏེ་སྡེ་བ་གཅིག་གི་ནང་དུ་ནས་ད་མྱི་སྟོང་ཕྲག་སྟོང་གཅིག་ཡོད་ན། དེའི་ནང་གི་དེ་ནས་ད་མྱི་ཅི་ཧར་གྱིས་མྱི་ཤ་ཁ་ཤས་ཟ་དེ་ནས་ཨེ་ཙི་ནར་དུ་འགུག་དོགས་གི། འདིའི་གྲངས་ཀ་དེ་ཆོས་ཕྱོགས་དེ་གི་ཕར་ཆེར་གི་དེའི་ཚོར་བ་དེ་ཆི་ཟ་ཡོད་མི་གོ་གི་ད་ཡིན་ནའང་ང་ཚོའི་བདེ་ཐང་ཐོག་ལས་ཀའི་ལས་འོག་ན་ཧ་ལས་གོ་འཇིགས་སུ་རུང་བ་རེད་ད། དུ་ཆུག། དེའི་ནང་ནས་དེ་ག་ངའི་དེ་རིང་ཁར་ཙང་དེ་ག་ལི་སྐད་ལི་གོ་ནི་དེ་རིང་ནད་པ་བདག་སྐྱོང་གི་ལི་སྐད་ཡང་ལི་གོ་ནི་ད་ངའི་ལི་སྐད་ལི་གོ་ནི་གོ་རིམ་ཁྲོད་དེ་འཛིག་དུ་ད་ཨེ་འཛིག་ག་རྐྱེན་གི་དེ་ནི་ཤི་བ་ནི་ལོ་ཚད་ཆེ་ག་འོས་མེད་ཚད་ཡང་མཚོན་སོང་ན་དེ་ག་ད་ལོ་ཉི་ཤར་རྩར་ངའི་ནི་སུམ་ཆ་ཟུར་ལྔའི་བར་ཤི་ཚད་ཧ་ལས་བ་མཐོན་པོ་རེད། ཨ་ནི་སྐྱེར་པ་ཟད་མཚོན་སོང་ན་ལོ་སུམ་ཆ་ཟུར་ལྔའི་ལོ་ལྔ་བཅུའི་བར་ཤི་ཚད་ཧ་ལས་བ་མཐོན་པོ་རེད། དེ་ནས་དང་བོ་ཆུ་རེ་ཟན་དང་དཔེ་ཆ་ཨེན་ཙི་ནད་པ་བརྒྱ་ཐམ་པ་བྱུང་ན་དེའི་ནང་ནས་དྲུག་ཆུ་རེ་བཞི་དང་རེ་ལྔ་ཡི་བར་བརྒྱད་ཆ་ཅན་འོ་མས་བྲི། དེ་ནས་དེ་ག་དང་དེ་བས་ཉིན་མང་པོ་ཟིག་ཤ་སོང་ད་ད་ང་ཆོ་ཆུ་ཚིགས་གནད་དོན་བྱུང་དགོས་ཟིན། དཔལ་འབྱོར་གི་ཐོག་ནས་ཡོད་རིག་གནས་ཀྱི་ཐོག་ནས་ཡོད་མི་གི་གྲངས་ཀ་གི་ཐོག་ནས་ཡོད་ཧ་ལས་བ་གི་ཚབས་ཆེན་ཆེན་པོ་བཟོ་འདུག་ད་འོང་དེ་མི་ཚད་གི་དེ་ནས་ད་མཐའ་འཁོར་ན་ཨེན་ཙི་ཨེན་ཙི་སྟབས་གྲིག་ཟིན་ན་ཆོག་གི།

ཡིན་ནའང་མི་མང་པོའི་སེམས་སུ་ག་ང་ཚོ་སངས་རྒྱས་ཀྱི་ཆོས་ཡོད་དང་ང་ཚོ་དེ་ག་ད་ཆོས་ཨ་སྟག་ཁམས་ཀྱི་ས་གནས་འདི་སོང་ན་དེ་ནས་ད་སེམས་ཁམས་ཀྱི་གནད་དོན་ཡོད་ནི་མ་རེད་ད། ཁྱོད་ཚོ་ཆོས་ཨ་ཆགས་ཀྱི་ཤི་གི་རེད་ཧ་གོ་གི་རེད་ནི་ཉམས་ལེན་ཡིན་ཐུབ་ཀྱི་རེད་ད་ཡིན་ནའང་གཞི་རིམ་ན་ཡོད་ནི་འདི་ཆོས་དད་པ་ཡོད་ནི་སེམས་ཀྱི་བགོ་ལེམ་ཐག་གི་མེད་ག། མ་འོ་ན་སེམས་ཀྱི་གནད་དོན་བྱུང་ཆོག་ན་ཆི་ཧྲི་སོང་ནི་དེ་རེད་ད་སོ་ལ་དེ་ནས་སྙོམས་སྒྲིག་བྱེད་དགོས་ནི་སེ་རུ་རོགས་ཡིན་དགོས་ནི་རེད། དེ་མི་ཚད་གི་ད་འོང་དེ་ག་ད་དུས་སྐབས་དེ་ལ་དེ་ནས་ཉིན་ཐོར་བཟའ་ཚང་ཐོར་གོ་ནི་ཉིན་ག་ཆི་ཆེ་ཤོས་དེ་ཡང་དུས་སྐབས་རེད།

སྤྱིར་བཏང་དེ་གའི་དམ་པ་ཟེར་བ་རྒྱུ་སློབ་གསོ་ཧ་ལས་པ་དེ་ག་གལ་ཆེན་པོ་རེད་ཟེར་གི་དེར་ཆུ་བོའི་གཞའ་ཡི་ཆ་ལ་ཨ་ནི་གཞའ་ཡི་སྨན་ར་ཨ་མའི་སྦྲུམ་ཆགས་དོན་ནི་དཀའ་བས་ན་ཆོག་གི་གཞའ་ཡི་སྨན་ར་གཅིག་ནི་དེར་གླགས་ཆགས་གོ་ནི་གོ་རུམ་ཁྲོད་དུ་སྤྲང་མོ་བྱས་སོང་ན་གཞའ་ཡི་ཟེར་བ་རྒྱུ་སེམས་ཁམས་དང་རླུང་ཁམས་ལ་ཟླ་བ་རེ་རེ་དང་ལོ་རེ་རེ་ལ་འགྱུར་ལྡོག་བྱུང་གོ་ནི་རེད། ཨ་ནི་འགྱུར་ལྡོག་བྱུང་གོ་ནི་སྐབས་དེ་ལ་ཁོ་སོང་ཁོ་བོས་དེ་ནི་རྩད་གཏོང་བས་ན་ཆོག་གི་ཁོ་བོས་ཞིབ་བཤེར་དེ་ནི་འདི་སུ་ཡི་ཧ་ཟེར་བསྐྲུན་མ་ཐུབ་ན་གཞའ་ཡི་འཚར་ལོངས་བྱུང་ཐུབ་གི་མ་རེད་འདི་འདི་འདི་འཁོར་རྒྱུག་སྤྲོ་རྒྱུག་འདི་ཚོ་ཨ་མ་ཁ་རུབ་བསྐྲུན་ཐུབ་ཀྱི་ས་མ་རེད་ཨ་ཕ་ཡང་ཉམས་ཞིག་བྱེད་དགོས་གི།

དཔེར་ན་བུད་མེད་སུམ་བརྒྱ་གི་ནང་ལ་མངལ་ཆགས་མེད་ན་མངལ་རང་བཞིན་གྱིས་ཆགས་མི་ཐུབ་ན་བདུན་ཕྱི་ནང་རེད་ཨ་ནི་ཀྲུང་གོ་གི་སྤྱི་ཡོངས་ཀྱི་ནང་ལ་ཟེར་ར་སྤྱི་ཡོངས་ཀྱི་དེ་ནས་འདིའི་གནད་དོན་དེ་འཛིན་སྐབས་བརྒྱ་ཆ་བཅོ་ལྔ་རེད་ཟེར་ཡིན་ནའང་ཆུ་བོ་དེ་འཛིན་སྐབས་བརྒྱ་ཆ་བཅུ་བཞི་དང་ཚགས་བཞི་རེད་ཟེར་ད་ངས་བཤད་ནི་མ་རེད་ཁར་ཙང་དེ་ནས་སྨན་ཁང་གི་དེ་ནས་ཁུ་བ་གི་བཤད་ནི་ར་ཨ་ནི་འདིའི་གནད་དོན་ཆི་ཟིག་ཟེར་དགོས་ནི་རེད་འདི་ཧ་གི་གནད་དོན་མང་པོ་ཟིག་ཆི་ཧ་གོ་འོས་འདུག་ད་བྱ་ཡི་ཆི་གི་མེད་ནི་རྒྱུ་མཚན་གང་རེད་ཟེར་ཁར་ཟིག་གསང་འདྲ་རེད་ཟེར

འདི་ང་ཚོ་དང་གྲུབ་མཐའ་གང་དུ་ནས་དབྱེ་བ་མེད་ད་ཕྱོགས་རིས་མེད་ད་ཚང་མ་གི་མང་ཚོགས་ཀྱི་བདེ་ཐང་དེ་ཚང་མ་གི་འགན་འཁུར་དགོས་ཟེར། ཉེ་ཆོས་ལུས་སྐྲ་ལི་ནི་རེད། ལི་ནི་ད་ཕར་ཆེར་ལོག་བརྒྱད་ཁྲི་ས་ཆ་ལ་ལ་ཐང་མ་མང་པོ་སོང་ནས། ས་ཆ་ལ་ལ་རྩ་བ་ནས་གཅིག་ཀ་ཐོན་མྱོང་མེད། མི་མྱོང་ནི་རྒྱུ་མཚན་གང་རེད་གྲུབ་མཐའ་གི་ཕྱོགས་རིས་རེད། འདི་ཅི་གོ་ཅི་གོ་ཟངས་ཀྱི་བུམ་པ་རེད་ཅི་གོ་ཅི་གོ་ཟངས་ཀྱི་དགེ་ལུགས་པ།

ཁོ་སོང་ལ་དེ་ནས་ཐག་ཉེ་ས་གི་མི་འདི་སོང་ལ་འདུག་ཅེས་གོ་སྐབས་སུ་གཅིག་རེ་མཚམས་མཚམས་མ་གཅིག་རེ་ཤོར་གི་ཡོད་ན་བསམ་ང་ཡང་དེ་གི་ཧ་ལས་བ་གི་སེམས་མ་དེ་གི་གནོད་ཤིག་གོ་གི་ཏག་ཏག་བཞིན་འདི་ངས་མ་ཟིག་གི་ཆད་ནས་ཟིག་གོ་ར་ངར་སྐད་མ་ཟེར་ནས་རང་ནས་ཧའོ་ངས་འདི་མེད་འདི་མེད་བཞག་ན་ང་འདི་མེད་འདི་མེད་བཞག་ན་ཕན་ཐོགས་ཡོད་ད་བསམ་རྒྱག་གི་དེ་ནས་ད་ཚོར་སྣང་མ་ཡོད་གི་ཨོ་ལགས་སོ་དེ་འཛི་གི་ངས་དེ་རིང་དེ་གི་འདམ་པ་སོ་ལ་དེ་ནས་བརྙན་བཞི་རྒྱག་ནས་དེ་ནས་ད་རྒྱུ་ཆ་འདི་སོང་འདི་མེད་ཟིག་མེད་ཐུགས་རྗེ་ཆེ།